དང་བཞི་ཡི་ལྡི་བུར་ཀུ་རིགས་ནི། ཧོབ་སོ། དང་འདིའི་ཕྱོགས་ཀྱི་འབྲོག་གླང། དུམ་མོ་ཚོགས་འཇུག་གི་འདུམ་བུ་ཀུ་ཀའི། དུས་ཚོད་གཡོག་པ་ཀ་བ་དང་ལྡན་པ་དུམ་མོ་རེད། དེ་ཡིན་སྟངས་ན་ངས་ཐོག་མར། ད་ལང་ཚོའི་དུས་དེབ་འདི་སྤེལ་རྒྱུའི་ལོ་འཁོར་བཅུ་འགོར་ནོ་འདས། འདིའི་ཀུ་ཀའི། བཀྲ་ཤིས་བདེ་བླག་དང། རྟེན་འབྲེལ་བྱེ་བ་དང་ཆབས་ཅིག་ཏུ། ད་མ་འོངས་བའི་འཕེལ་རྒྱས་ཀྱི་ཁྲོད་དུ་ཡང། དུས་བསྟུན་དུས་བཀག་གི་བྱ་གཞག་ཐམས་ཅད་དབྱར་གྱི་མཚོ་མོ་བཞིན་དུ་གོང་ནས་གོང་དུ་འཕེལ་བའི་སྨོན་འདུན་ཞུ་ནི་ཡིན། ད་དེ་གནང་ན་ཁེ་རེ་ད་དེ་རང་གི་ཆུ་འགོ་ནས་ད་དགེ་རྒན་རྣམ་པ་དང་ད་མཁས་པའི་དགོང་མོ་དག་མང་ང་གི་གསུང་འགོ་མི་དེ་རེད་དེ་དང་རེ་ད་རྗེས་ཕྱོགས་ནས་ཡང་ད་རང་ང་ར་གི་གི་དགེ་རྒན་མཁས་བ་མང་ང་འདུ་མོ་གི་དེ་དང་རེ་ཚང་མ་གི་ད་རང་གི་ད་ཅིག་ཧ་ཅང་གི་ད། ཆེད་ལས་ཀྱི་བྱ་བ་འདི་མུ་གུ་བྱིན་གྱིས་སྲོང་བཙན་མ་ཡོ་གི་ཚང་མ་གི་ཁག་གི་ཆེད་རྩོམ་བྲིས་འདི་མོ་ཡོད་གི་ད་དེའི་དང་ལྷ་སྲུང་ང་ཙིག་གི་གཉེར་ཐུབ་ན་འདྲ་ཡིན་ན་དེ་ཁག་གི་ཀྱང་ཁེ་ལས་འདི་མོ་གི་ཀྱང་དཔྱད་རྩོམ་འདྲ་བྲིས་ཅིག་ཆེད་དུ་གས་འཇོག་ཅི་མེད་གི་མེད་གི་ར་ཡིན་ན་ཡང་ད་ད་སོ་མ་ཅིག་ཁ་བྱང་ཟིག་ཟིག་གོ་གི་ད་ཁ་བྱང་ཟིག་ཅིག་མེད་གི་ར་ད་འདང་བརྒྱབ་ན་ད་རང་གི་དེ་བཞིན་དུ་བཤད་ན་འདོད་ནུ། རང་གི་ཁུལ་གྱི་ད་ཅིག་ང་ཅང་ཁེ་རེ་སློབ་གསོ་བ་དུ་མོ་ཅང་ཁེ་རེ་མ་བྱས་ལ་ཡིན་ན་ཡང་ལོ་ཉི་ཤུ་གཅིག་གི་རིང་ང་ད་སློབ་གསོ་གི་བྱ་བ་ཅིག་ལས་ཡོལ་ནས་རང་འགན་ཞིག་ཆོ་ག་སྤྲོ་བ་ཡོད་ཡིན་དུ་མོ་གི་མི་སྣ་ཡིན་པའི་ཆ་ནས་ད་ལོ་འདི་གི་རང་དབང་དེ་ད་བོད་མི་རིགས་ཀྱི་རིག་གནས་སློབ་གསོ་ར་འདིའི་ཆོ་ག་རང་རང་གི་ཁུལ་གྱི། ད་ཅིག་རང་རང་གི་སྟེགས་སོགས་ཅིག་འཆར་སྒོ་བཟོས་ན་འདྲ་གི། བསམ་ཚུལ་བཟོས་ན་འདྲ་གི། ད་རེ་བ། ད་བསམ་ཚུལ་དང་རེ་བ་ཟེར་ད་ཚིག་ཟེར་ཐོང་ཟེར་འདི་ལྟ་ཡིན་དེ་དང་དེ་ད་ཚོ་དེ་ཆོག་པ་ཁེ་རེ་ཅང་མེད་ཁེ་ལ་ད་གི། ད་ད་མ་ར་ཅིག་བྱ་ཅིག་ད་ཡིན། ད་དེ་ཡིན་དང་ན་སྤྱིར་བཏང་བྱ་ཅིག་ན། ད་ཁོང་གི་ཧོབ་བསོ་བསོ་ཀུ་ནོ་འདི་ཧ་ཅང་གི། ད་ཕྱིས་ཕན་ཚུན་ཚོགས་པ་མིའི་རིགས་ཀྱི་བསམ་བློ་ཀུན་སྤྱོད། ད་སུ་ཀའི་དཔལ་འབྱོར་གང་བསམ་གང་ཡིན་ན་སློབ་གསོ་ལ་བརྟེན་ནས་ད་ཅི་གོང་འཕེལ་དུ་འགྲོ་དགོས་ནས་ད་ད་སུ་ཀའི་འཇིག་ཚུལ་གྱི་འཛམ་བུའི་གླིང་གི་མི་རིགས་དང་རྒྱལ་ཁབ་གང་བསམ་གང་ཡིན་ན་ཚང་མ་གི་ཐབས་ཤེས་འདི་ལ་བརྟེན་ནས་ད་ཅི་གོང་འཕེལ་དུ་འགྲོ་དགོས་ནས་དེ་ཡི་སྟེང་ན་བོད་མི་རིགས་ལྟ་བུ་འཚོ་མཁན་ཡོད་ཅེ་ན་ར་ད་སུ་ཀའི་དེ་བརྟེན་ནས་ད་རེས་ད་ཅི་གོང་འཕེལ་དུ་འགྲོ་དགོས། ཡིན་ན་ཡང་ང་རང་གིས་ད་ཚིག་ཁྲིད་སྒོ་ནས་འདི་དང་ན་དེང་སྐབས་ཀྱི་ཁྱོད་ཀྱི་བོད་མི་རིགས་ཀྱི་རིག་གནས་སློབ་གསོ་ཡོད་པོ་ནི་དེང་སྐབས་ཀྱི་སློབ་གསོ་སློབ་གསོ་འདི་ལ། ད་གི་བོད་མི་རིགས་ཀྱི་རིག་གནས་སློབ་གསོ་བོད་མི་རིགས་ཀྱི་གདོང་གཅིག་ཡོད་པའི་རིག་གནས་སློབ་གསོ་རེད་བསམ་གྱི་མེད། ད་དེར་མང་ཆེ་ཤས་ང་རང་གི་ལྟ་ཚུལ་ཡིན་གྱི་ན་ད་གཞན་ནས་ལ་བསྟུད་མར་བཤད་ཀྱི་ཡོད། དེ་ལྟ་ན་བོད་མི་རིགས་ཀྱི་ད་གི་གདོང་གཅིག་དང་མི་རིགས་ཀྱི་གདོང་གཅིག་དང་ལྡན་པའི་མི་རིགས་གང་ཡིན་ན་མི་རིགས་རེ་རེ་ལ་རང་ཉིད་ཀྱི་མི་རིགས་ཀྱི་གདོང་གཅིག་ཅིག་དགོས་ཀྱི་རེད། ཁུལ་གྱི་རྒྱ་ཡིན་ན་ར་རྒྱ་མི་རིགས་ཀྱི་གདོང་འཇིགས་སུ་འགོག་གི། ཕྱི་རྒྱལ་ཡིན་ན་ར་ཕྱི་རྒྱལ་རང་རང་གི་རྒྱལ་ཁབ་རེ་རེ་བཞིན་དུ་ཆོས་ལུགས་དང་ཡུལ་སྲོལ་གོམས་གཤིས་རིག་གནས་རྒྱབ་ལྗོངས་མི་འདྲ་བའི་དབང་གིས་རང་ཉིད་ལ་ཐུན་མོང་མ་ཡིན་པའི་ཡུལ་སྲོལ་གོམས་གཤིས་དང་ཆོས་ལུགས་ལ་སོགས་པ་མང་ཞིག་གི་སྒོ་ནས་མི་རིགས་ཤིག་གྲུབ། མི་རིགས་ཟེར་དགོས་ན་འདི་མང་ཞིག་གི་ཡང་ན་ཁུལ་གྱི་རིགས་རྒྱུད་ཀྱི་འཇོག་སྒོ་གི་སྐད་ཀྱི་འཇོག་སྒོ་ཡི་གེ་གི་འཇོག་སྒོ་གི། དེ་གི་དག་གི། འདི་མུག་ཡེ་སོ་སྐོམ་ཞིག་གི་འཇོག་པོ་གི་ཆི་ལུག་གི་འཇོག་པོ་གི་མ་ང་སེ་ཀོ་ནི་རེད། སེ་ཀོ་ནི་རེད་དྲ་ར་གཅིག་གི་བཞག་དང་ཆོག་ནི་ཉི་ར་མི་ཤིག་གི་ངོ་མ་ཆ་གིས་ཡིན་གྱི་ན། མི་ཤིག་གི་ར་ཡིན་ན་ཡང་དེ་སོ་པི་གི་གི་ཆ་ཕེར་ཅིག་ཡོག་གི་ད་སྐད་དང་ཡི་གེ་དག་གི་གི་མང་ཞེ་རེད། དེའི་ད་ང་སྤྱིར་བཏང། ད་མི་རིགས་ཅིག་གི་ཡིན་གྱི་ན་གིས་ནང་འགག་དུ་མི་རིགས་གི་བསམ་བློ་གི་འདུ་ཤེས། མི་རིགས་རང་གི་བསམ་བློ་གི་འདུ་ཤེས་དུ། ད་གིས་ནང་འགག་རེད། རང་གི་ཡེ་སོ་སྐོམ་ཞིག་དང་མི་རིགས་རང་གི་ད་ཅིག་བསམ་བློ་གི་འདུ་ཤེས། དེ་ཡིན་དང་ན་མི་རིགས་ཀྱི་མི་རིགས་རང་གི་བསམ་བློ་ཡིད་ཚོ་སྐོམ་ཞིག་ན་མི་རིགས་རང་གི་ལྟ་ཞིག་འདི་ཤེས་ཡོན་ཆེན་པོ་ཟིན་དགོས་གི་དང་ན་མི་མཐུན་ཁ་ཅིག་ན་རང་གི་ཟུར་ཆེན་གྱི་རིག་གནས་འདི་མང་ཞིག་འཇོག་དགོས་གི་བསམ་གི་རྒྱུ་མཚན་ཅི་ཟིག་རེད་ཟེར་ན་ཨ་ལགས་ཐེབས་ཚན་ཞྭ་དབོན་རིན་པོ་ཆེ་ཁིར་ཚང་གི་གསུང་ངོ་ནོ་དེར་ཨོ་ལེ་ཁོང་གིས་རིགས་ཀྱི་ཆ་ནས་བཤད་ན་རྒྱ་རེད་དྲ་རེད་ཡིན་ན་ཡང་གང་ཡིན་ཟེར་དང་ན་བོད་མི་རིགས་ཡིན།

འཛམ་གླིང་གི་མིའི་རིགས་ཀྱིས་བསམ་བློ་གི་འདུ་ཤེས་འདི་མ་དྲན་པར་འབབ་ཀྱི་ཡོད་གི་འདི་ད་ཕྱིས་གོང་འཕེལ་དུ་གཏང་དགོས་དང་ན་རྒྱ་གི་ཁོང་ཚུགས་ཀྱི་བསམ་བློ་ཁོང་ཚུགས་ཀྱི་འོ་ལེ། ཀུ་ཀེ། ད་ཕྱིས་ཀྱི་ཧོ་སོ་གི་དམིགས་ཡུལ་དེ་དང་དེ་གི་ད་ཐུགས་ཀ་ཆེན་པོ་ཡི་ཆེ། འདས་བསད་ནས་ད་ལིས་འཛམ་གླིང་གི་ད་ཕྱིས་ཀྱི་བསམ་བློ་མ་རབས་ཀྱི་སྐུ་ནུ་ཉེར་སྤྱི་བས་མ་ཐུབ་ན་གཞན་གྱིས་ཐུབ་ཀྱི་མ་རེད་དེ་ཀུ་ཀེ་ཞག་གླིང་གི་རྒྱལ་ཁབ་མང་བ་དང་ཁོའི་དབང་བོ་མང་བ་གི་སྤྱི་སེམས་ཞིག་གི་ད་བ་མི་རེད་དེ་ཡིན་དང་ན་ཁྱོད་ཀྱི་ཞག་ནུ་དེ་གཉིས་གང་རེད་དེ་དང་དེ་གཉིས་གཅིག་རེད་མ་རེད། རྫོང་གཅིག་ཐང་གཉིས་སུ་ངོ་མ་བཤད་ཅེ་ན། འོ་ལེ་དེང་སྐབས་མགྱོགས་པོ་ནང་དུ་བོད་མི་རིགས་ཀྱི་ད་ཅིག་ཅིག་འོག་གི་གངས་རི་ཞིག་དང་ན་རྒྱ་མི་རིགས་འདི་འོག་གི་ཕན་ཚུན་ཚོགས་པའི་རིག་གནས་ཞིག་གི་འོག་གི་དེ་རྫོང་ཅིག་ཡ་འགྱོགས་ཐུབ་ཀྱི་མེད་གི། དེ་གི་གི་ཅིག་སློབ་དེབ་ཚང་མ་གི་ནང་ནས་ཚ་བོ་མཁྱིན་ནི་དེ་ཡོད་ནི་མ། དེ་བོད་མི་རིགས་ཀྱི་ད་ད་ཅིག་རང་གི་རིག་གནས་དེ་ཡང་འགྱོགས་ཐུབ་ཀྱི་ཡོད་ནི་རེད་དེ་དང་ན་ད་ཅིག་དཀོན་ནི་རེད། དེ་ཕྱི་ལོ་ཡང་སྐོར་ནི་རེད་ཅེས་དང། ཧོབ་སྟེབས་བ་བཞི་ཐུགས་དམ། ཧོབ་མ་བྱེད་སོང་ནས་ཅུང་ཧོབ་སྟེབས་ལ་བརྟེན་དགོས་ནི་རེད་ཧོབ་སྟེབས་ཀྱི་ནང། ཨོ་ལེ། ཕྱིས་ཀྱི་སྐད་ཆ་དང་ཡང་ན་ད་ཕྱིས་ཀྱི་བསམ་བློ། ཨོ་ཏི་ཁི་ཁི་རང་གི་འདི་མུག་གི་ཁི་ཁི་གཞན་པ་གཞན་པ་གི་ཁི་ཁི་ཨོ་ལེ་འདི་མུག་གི་ཁི་ཁི་བསམ་བློ་གི་སྒྱུར་བ་བྱུང་མི་འདུག་འདི་མུག་གི་ཁི་ཁི་གཅིག་ཀྱང་འཇོག་མི་ཆོག་ཐ་ན་ཐ་སྙད་གཅིག་ཀྱང་འཇོག་ཆོག་གི་མེད་ནི་དེ་གི་ཆོས་ཚང་མ། མཐོང་ཐོས་མངོན་གྱི་རེད། དེ་ཡིན་དང་ན་ད་བོད་མི་རིགས་ཀྱི་གཟོང་འཇུག་འཇོག་ཐུབ་རྒྱུ་ཡིན་ན་ད་འཇོག་ཐུབ་རྒྱུ་མ་རེད་དེ་གི་ད་ཧོ་མ་འཚོ་གལ་ཆེ་ན་ཅིག་ཁག་མེད་གི་འོན་ཀྱང་ཆི་ཟིག་རེད་ཅིག་དང་ན་ཁྱོ་ཧ་མ་གི་ད་ཅིག་དང་མ་འདེམས་གསེས་བྱེད་མ་ཞིག་གི་འདོད་ཀྱི་སྐུ་རང་གི་འཚོ་གལ་ཆེ་ན་དེ་ཡོད་དེ་ཡིན་དང་ན་ད་ཆི་ཟིག་རེད་ཅིག་དང་ན་དེ་ན་བོད་མི་རིགས་ཀྱི་ཧོབ་སོ་གི་ད་འོ་ཆི་མོ་ཟིག་ཡོད།

སྐྱེ་བ་འཕྲང་རྒྱས་ཞེས་སློབ་གསོ་ཟིག་རེད་བོད་མི་རིགས་ཀྱི་སློབ་གསོ་གི་ལྟ་བ་དེ་ལྟ་མོ་ཟིག་དགོས་ང་རང་གི་བསམ་ནས་ཨོ་ལ་དེ་ཆི་ཟིག་རེད་ཟིག་དང་ན་བོད་མགྱོགས་སྐད་ཆེ་ན་ཨོ་ད་སྔོ་ན་ར་ཨུ་ཅོ་ཨུ་ཁི་ཁི་འོམ་བུ་གི་ཀ་བ་ར་འོམ་བུ་གི་ཆི་ལི་ཀི་ར་སྐྱེ་བ་མ་ཕྱིན་དོ་ནི་ཡིན་ན་ཡང་ཐར་བ་སྒྲུབ་སྟངས་དང་དེ་ཁྱབ་པིར་ཡོད་ཀྱི་རེད་ད་ར་སྐྱེ་གི་ལྟ་བ་གི་ཆ་ཆེ་ན

མ་ཡིག་གི་འཇོག་བྱེད་ཟེར་དང་ན་ཡང་འཇོག་བྱེད་ཉེས་བྱས་རེད། དེ་མིན་ན་འུར་མི་རིགས་ལ་རིག་གནས་སློབ་གསོ་གི་ལྟ་བ་ཟེར་བྱེད་དེ་མེད་ཟེར་བྱེད་རེད། དེའི་རྒྱུ་མཚན་གྱི་དེ་སྲིད་ཀྱི་ཧ་ཅང་གི་ཐེང་དང་གནང་དགོས་ཀྱི་རེད་ང་རང་གི་ལྟ་བར་སོང་གལ་ཆེ་ན་དེ་བསམ་གི་ཡོད། དེ་ཡིན་དང་ན་ད་གི་ཆོས་ཕུལ་ཚང་གི་ཡིན་ཨོ་ད་ཞིག་སྔ་ན་བྱས་ན་ཐོག་མི་ཚང་བུ་དྲ་ཚིགས་ཚང་གི་དེ་སོང་སོང་ངོ་ལེན་ཐ་མོ་ཨོ་ལེ་ཆི་ཟིག་རེད་དེ་དང་ན་རྒྱ་ཡིག་སྔ་ཕྱི་ཕྲན་པ་དེ་འུ་ཡིག་སུམ་ཅུ་གཏན་ལ་ཕབ་ང་ཕི་བའི་མྱིག་གི་བློ་ལ་ཁེར་ཁྲལ་དེ་ད་ཞིག་ཡོད་འདི་མཚམས་ཀྱི་མཐོང་ཐོས་ཆེད་དེ་གི་དེ་ཆི་ཟིག་གི་སྐྱེར་སྡོམ་ཡོད་གི་དེ་དང་ན། ཨོ་ལེ། དེ་ད་ལྟ་སྒ་ལ་ཕྱི་མར་བྲིས་སོང་ཞོག་ག་ལ། ཇི་ཙམ། དེ་ད་ལྟ་སྐྱེ་བ་འདི་དགའ་ཞིང་འདི་མོ་ཞིག་རེད། སྐྱེ་བ་ཕྱི་མ་ཡང་རང་གི་འགྲོ་ཆོག་ཆོག་བྱས་ནས་གི་འདི་མོ་གི་སྐྱིད་སྐྱིད་སྒོ་ནས་གི་ཚོང་ཆོག་ནས་དལ་མོ་ཞིག་རེད་ཟེར་གོ་ནོ་གི་ད་གི་ད། ཨོ། ད་སྐྱེ་བ་མ་ཕྱི་འདུག་ནོ་གི་འདི་མོ་གི་གི་ཕྱི་རིགས་དང་མ་ཕྱི་ན་རིགས་ཆུ་འདི་མོ་གི་འཇོག་རྒྱུ་མིན་ན་འོལ་མོ་རིགས་གི་རིག་གནས་གི་ལྟ་བ་ཞིག་འཇོག་དགོས་དང་ན་སློབ་གསོ་གི་ལྟ་བ་ཞིག་འཇོག་དགོས་དང་ན་འདི་མོ་གི་མི་ཚེ་འཕྲང་བཅད་ཀི་སློབ་གསོ་ཞིག་ཡིན་ཟེར་དགོས་རྒྱུ་བསམ་གི་ཡོད།

ཨོ་ལེ། དང་བོ་རུ་གངས་རིའི་རི་ཐང་ལ་མིའི་རིགས་ཀྱིས་ད་དཔོན་ཆོ་ག་བྱས་ན་ད་རིག་ད་ཅིའི་སོང་ཨ་མི་རི་ཀ་གཙོ་བོ་བྱས་པས་ད་ཡོ་རུབ་ལ་སོགས་པ་འདི་མི་རྒྱ་ཁྱི་མི་ང་ཞིག་གི་མི་གི་འཇོན་ཐང་དགོས་ཡི་ཚད་ན། ཞེས་ཡི་གོ་གོ་གི་རི་ཐང་ལ་བསྡད་དགོས། ཨོ་ལེ། ཡ། ཆེས་ཕུལ་དུ་བྱུང་བ། མི་ཞིག་གི་ད་ཅིའི་ཐོབ་ཐང་རིམ་པ་གསུམ་དུ་དགོས་ཆེས་ཕུལ་དུ་བྱུང་བ་དེ་བཞག་ན། ཁེ་ལི་བ། ད་ལྟ་ཆེས་ཧ་ཅང་གི་དཔྱད་ཆེན་པོ་དུམ་བུ་མི་སྟོང་བཤེར་མང་བོ་ཧོར་རྒྱ་ཚོར་མི་གོ་དུམ་བུ་ཁེ་ལི་ཆེན་པོ་མི་གཅིག་གི་གྲུབ་དཀོན་ནི་རེད་ཨོ་ལེ་དེ་མི་སྟོང་བཤེར་མང་བོ་བྱ་བ་གོ་གྲུ་ཡི་ཚུལ་ནས་མི་ཚུལ་དུ་ཐམས་ཅད་ཀྱི་འཚོ་བ་ཧ་ར་སྐྲག་གི་ཡོད་དེའི་མི་ཚུལ་རྒྱ་ཁི་བ་ད་རུང་ཨ་ར་རྒྱ་ཁི་བའི་ཕ་ཆེར་ཁེ་ལི་དེ་ཁེང་དགོས་ནི་ཚོ་ལ་རྒྱག་གོ་ནི་ཆུ་མོ་ཁེ་ལི་མང་བ་བོ་དཔལ་འབྱོར་དཀའ་ཅན་དེ་ལྟ་བུ་གི་རྒྱ་ཁི་ཆག་གི་གསོ་དགོས་ནི་རེད། མི་རང་ཉིད་ཀྱི་ཁ་ལས་སེ་ར་ལྟ་བུ་མི་ང་ཚོ་ད་གི་གི་ག་ཡོ་གི། འདི་ལྟ་དེ་གི་མི་འཇོན་ཐང་གྱི་ཆེས་ཐོག་མ་ལས་ཐོག་ནས་ད་གི་གཙོ་བོ་འདི་ད་མི་གི་སྐྱེ་ཆེན་པོ་ཀྱི་འོག་ལས་ལྟ་མོ་རེད། དེ་ན་དེ་ཞུ་མ་བོ་གང་རེད་ཅེས་དང་ན་ད་ལྷ་མིག་པ་ད་གི་གི་འཇོག་གི་ཡོ། ལྷ་མིག་པ་ད་གི་གི་མི་གི་འཇོན་ཐང་རིམ་པ་གཉིས་བའམ།

འགྲོ་བ་མི་ཡི་ཡང་ན་ཁག་གི་སེམས་ཅན་མི་ལྔ་ཞིག་ག་ད་འདི་མུག་སྟབས་བདེ་འཚོ་བ་ཡིན་ན་ཆོག་གོ། འདི་ཆོ་ག་སྟབས་བདེ་ཡབ་མཚན་པ་སྤྲིན་ནོར་ནི་རེད། ད་གི་དེ་རིང་ད་ཅིག་གི་གོ་ལ་གི་ད་ཅིག་གི་ཕྱོགས་གཞན་ཞིག་ན་བྱ་བ་ཆེ་ཟུག་བྱུང་དགོས་ན་སྐད་ཆ་ཆེ་ཟུག་བྱ་དགོས་ན་འི་ཆོ་དེའི་སྟངས་སྟུ་ནི་ད་རེད་ད་དེ་ཚོ་འདས་ས་ཞིག་ནི་དཔེ་འཇོག་ག་བྱེད་ན་འདི་མུག་གི་ད་མཚན་སྔོན་ཚུང་གི་གཞན་ན་སྟབས་བདེ་བཟོ་རྒྱུ་བྱེད་ནི་འདས་ས་ཡི་ཕུན་ཚུན་ཚོགས་པ་ཞེས་ཡོད་ནི་རེད། དག་ཅིག་རེད་གཉིས་བ་གང་རེད་འདི་ཚང་མ་དགེ་བརྒྱུད་དགེ་རྒན་དང་འགྲོ་བ་མིའི་རིགས་ཀྱི་རིན་ཐང་གཉིས་པ། དེ་རིན་ཐང་གི་ཆ་ནས་བཤད་ཅེ་ན་འཇོན་ཐང་ཡོད་མེད་ཀྱི་ཆ་ནས་བཤད་རྒྱུ་མཚན་ཅི་ཟིག་རེད་འདི་དང་ན། འཛམ་བུ་གླིང་འདི་ན་ཤི་མོ་ཡི་ཚན་རིག་པ། ཆ་ཚད་པ། དཔལ་འབྱོར་བ། ཨོ་ལེ། ཏཱ་ཁི་ཀའི་ཁེ་ལི་བ། སྲིད་འཛིན་ལ་སོགས་པ་སུ་དང་སུ་ཡིན་ན་རེད་དགེ་རྒན་གྱི་སྐྱེ་སྲིང་ལ་མ་བརྩོན་པའི་མི་གཅིག་ཀྱང་ཡོད་ནི་མ་རེད།

དེ་ལྟ་ན་འུ་ཅོག་གི་སློབ་གསོ། འུ་ཅོག་གི་སློབ་གསོ་གི་མི་གིས་ད་མཐོ་རམ་མི་མཐོ། འཛམ་གླིང་གི་ཆེས་མཐའ་མ་གི་མི་གིས་ད་འུ་ཅོག་ཆེས་མཐོ་མོ་གི་མི་གིས་བྲེལ། ད་འུ་ཅོག་མི་གིས་འདི་ལྟར་གྱི་གོང་འཕེལ་ལ་འཇོག་རྒྱུ་ཡོད་ཀྱི། འཇོག་རྒྱུ་ཡོད་ཀྱི་མ་རེད། འདི་འཇོག་སའི་མི་འཇོག་གི་མི་འདེད། མི་གིས་ཆེན་མོ་མ་ན་ད་ཅི་ཙམ་ཡོང་ཐུབ་ཀྱི་མ་རེད། དེའི་རྒྱུ་མཚན་གི་ང་རང་གི་མཚོན་གལ་ཆེ་ན་འུ་ཅོག་གི་སློབ་གསོ་གི་མི་གིས་དེ་ཐག་བཅད་དེ་ཇེ་མཐོ་གཏང་དགོས་གི་བརྩམས་གི་ཡོད། ད་ལྟ་གཅིག་མ་ཐུབ་རེའི་ཐད་དུ།

ཡིན་ད་འོན་ད་རང་གི་སྐད་དང་ཡི་གེ་སྦྱང། དེ་སྦྱང་དང་ནི་ད་རྩིས་མང་ཞིག་བཏང་ནས་ད་བོད་མི་རིགས་ཀྱི་སྲོལ་རྒྱུན་གྱི་རིག་གནས་ཀྱི་གཟུངས་གཅིག་སུ་འཇོག་དགོས་གི་ད། དེ་གཟུངས་གཅིག་སུ་བཞག་དང་ན་ད་ད་མི་རིགས་ཀྱི་ཕན་ཡང་ཐོགས་ཀྱི་རེད་མི་རིགས་ཀྱི་ཁ་ཞེ་ནི་ཡང་ཡོད་ཀྱི་རེད། འོ་ལེ། ད་གང་གི་ཆ་ནས་བྱ་ཞེ་ན། དེ་ནི་ད་ཁྱོད་སོང་བ་ད་སྦྱོང། ད་འཛམ་གླིང་གི་སྟེང་ན་ཆེས་སྔོན་ཐོན་གྱི་རིག་གནས་ཚང་མ་ད་སོང་བ་སྐྱོ། ད་ནང་འདྲེན་བྱོས། དེ་ཤེས་ཁོ་ར་ཁྱོད་བོད་མི་རིགས་ལ་ཆེས་སུ་དགོས་ངེས་ར་ཤེས་ཀྱི་རེད་བོད་མི་རིགས་ཀྱི་བསམ་བློ་དང། ཡུལ་སྲོལ་གོམས་གཤིས་གང་དང་གང་ར་མཐའི་ནུབ་ཡོང་ཐུབ་ཀྱི་རེད། འོ་དོ་མ་གཏོགས། ཨོ་ལེ། རང་གི་མི་རིགས་ཀྱི་བཟང་འཇིག་མེ་ལ་བསྡད་ནས་མི་རིགས་གཞན་ཞིག་གི་བཟང་འཇིག་ཡང་ན། ཨོ་ལེ། ལུགས་གཞན་ཞིག་གི་བཟང་འཇིག་བཞག་ད་ནི། ཨོ་ལེ་དེ་ནི་ཞབས་ཀྱི་འཁོར་ཡིག་ཤེས་ར་འཁོར་ཡིག་ད་ནི་དེ་ད་ནི་ད། འུ་གི། ཞབས་ཀྱི་འདི་ངན་པ་རེད། འུ་གི་ཡིན་ནི་འདི་སྙིང་རེ་དྲོ་གི།

དེའི་རྒྱུ་མཚན་འགལ་བ་ཡོད་སྲིད་ཀྱི་རེད་དེ་བཤད་ནས། དེའི་རྒྱུ་མཚན་གྱི་ད་འདིའི་ཕྱོགས་དེ་ནས་ཡང་གནང་གི་གཅིག་རེད་དེ། ཡིན་ད་མིན་ད་རང་གི་མི་རིགས་ཀྱི་གཟུང་འཇུག་དེ་བཞག་བཏང་ནས་དེ་ནས་ད་ད་གཞན་གྱི་ད་ཤེས་བྱ་མང་གཟུགས་རྒྱང་གོ། མང་གཟུགས་ཀྱི་ཤེས་རིག་ནོར་རིག་སློབ་ལོ་ང་ཚོང་བླངས་ན། ཨོ་ལེ། སྲོལ་རྒྱུན་གྱི་རིག་གནས་དགག་པ་བཞག་གོ་ནས་དེ་མུར་དཔེ་ཆ་ལྟ་ཆོག་ནི་མ་རེད་དེ། ད་ཁྱེད་ཀྱི་དྲ་ཐོག་ར་མང་ང་ནི་བཤད་ཁོ་ནི་རེད་དེ་ང་ཚོ་བྲིས་ར་བྲིས་ཚ། ཨོ་ལེ། ད་དེ་ངོ་མ་ཡིན།

ཨོ་ལ། ཆོས་ལུགས་ཀ། ཆོས་ལུགས་ཀ་མི་དགའ་ནི་ཅེས་གསུངས་ན་ཆོས་ལུགས་ཀྱི་མཐར་འགྱིང་ཞིག་འཇོག་ཆོག་གི་མིན་ནོ་རྒྱུ་མཚན་དུ་གང་རེད་ཟེར་དང་ན་ཤུགས་རྐྱེན་ཐེབས་ཡོད་མི་འདུག་ངི་ཆོས་གསོ་རྒྱུའི་རིག་གནས་གཙོ་བོ་ཡིན་དགོས་ཅེས་གསུངས་ཡོད་དགོས་ལ་དེའི་རྒྱུ་མཚན་ངི་ཆོས་སྔ་ན་དེའི་ནང་ཡོང་དགོས་ཀྱི་ཅི་མ་རེད་ཨོ་ལ། འོན་ཀྱང་ཁྱོད་དེ་སྐད་གིས་དེང་རབས་ཀྱི་རིག་གནས་སྦྱང་ན་ཆོག་ནི་རེད་དེང་རབས་ཀྱི་རིག་གནས་སྦྱང་དགོས་ནི་རེད།

ཡང་ན་དགོན་དེའི་སློབ་གསོ། ཡང་ན་ད་ཅིག་སྲོལ་རྒྱུན་གྱི་སློབ་གསོ། འདི་ཇི་ལྟར་ལྟར་འདྲིས་བ་ར་ད་འགལ་བ་བྱེད་ཟིག་གོ་དེ། ད་རྩོམ་འབྲི་དགོས་ནི་རེད་དགག་པ་རྒྱག་དགོས་ནི་རེད། ངས། ཨོ་ལེ། འདི་ད་ཤི་གི་ཧ་ཅང་གི་མ་ལགས་པ་ཆེན་པོ་ཞིག་རེད། འདི་ཕྱོགས་གཉིས་ཀྱི་མ་ལགས་པ་རེད། ང་རང་གི་འདི་བསམ་གི་ཡོད། རྒྱུ་མཚན་གང་རེད་ཅེས་དང་ན། གཅིག་གཅིག་ག་རྗེས་ལུས་ཡིན་མ་ཐག། འདིའི་རྩོད་པ་འདི་སྤྱིར་བཏང་བྱ་དཀའ་ཡི་ཆེ་ན་ཅུང་ཟད་བྱ་དཀོན་ནི་རེད། འགྲན་རྩོད་དགོས་གི།

དབྱངས་གཅིག་ཕྱི་ལ་གཅིག་ཧོར་གཅིག་ཚ་ཚོ་ཕར་ཟད་རང་མལ་སྤྱིན་པ་འདི་དྲག། ཀ་བ་ལྔ་བཅུ་ལྔ་ལས་རིག་གནས་ས་ཆའི་ཆེན་པོ་འདིའི་འཛམ་གླིང་ན་འོ་ལེ་ད་སྙན་གྲགས་ཆེ་ནས་འདི་མོ་གི། ཀྲུང་གོའི་རྒྱལ་ཁབ་ཀྱི་ད་ཅིག་ནོར་འཁྲུལ་ཟིག་ཡིན་ཏེ་རང་གི་ཡང་ཁས་ལེན་འགྱོ་ནི་ར་གཞན་གྱིས་ཡང་བཤད་ཐུབ་ནོ་གི། འདིའི་ཀ་བ་ར། ན་ནི་རེ་ཡིག་ཧི་ཀི་ཟིག་ར། འདོན་མི་ཆོག་ནི་འོ་ལེ་རིག་མི་ཆོག་ནི་སྐབས་སུ་དི་མོ་གི་དུས་སྐབས་ཡང་ཐོ་ནི་རེ་ཕྱི་ར་གཅིག་གཅིག་དབྱངས་ཚ་ཚེར་རྡོ་འདི་དྲག། ད་གཅིག་གི་ར་མྱི་གཅིག་གཉིས་ཟིག་གི་དགག་དབྱེ་བུའི་དུས་ནི་འདི་ར་གཅིག་གི་དུ་མོ་ཟིག་གི་ད་ཉེ་བ་ནི་མ། ཡང་དེང་སྐབས་ཀྱི་དེང་རབས་ཀྱི་རིག་གནས་གསར་བ་ལ་དེང་རབས་ཀྱི་མཐའ་མིག་གིས་འདི་གཅིག་གི་སྲོལ་རྒྱུན་གྱི་དྲ་བ་དང་ཡང་ན་གཞན་པ་གི་ད་ཅིག་གི་འདི་མུ་ཁྱུད་ཀྱི་བཀོད་པའི་བར་ནི་གཏན་ནས་མཚུངས་ལ། ཁྱོད་ཀྱི་དགོན་པ་ལ་ལ་ནི་དཔེ་འཇོག་གལ་ཆེ་ན་ཁ་ཕེར་འཛིན་མི་ཆོག་གི་བཀག་འདུག་ཡར་འདྲ་ཡིན་གི་རྒྱུ་ཕྱིར་མགོ་ན་ནི་རང་གི་ར་ཁ་ཕེར་འཚོང་དང། དང་མ་འགྲིག་འཇོག་ནུ་གི་ར་ཁ་ཕེར་འཛིན་མགོ་ཐུག་སོང་དང་མ་ཧ་ར་འགྲིག་འཇོག་ཁྲི་རྟ་བྱིན་མི་ཆོག་གི་འཛིན་ནི་ཁྲི་རྟ་ཚང་མ་བྱོན་སོང།

འོ་ལེ་ངུ་ཟུག་ལྟ་བ་མཐོང་གལ་ཆེ་ན། འོ་ད་ལོ་རིགས་ལྡན་ཕྱིའི་སྣང་བ་སློབ་གྲྭ་སོང་ན་ལོ་རིགས་དུ་སྦྱང་དགོས་ཉེར། ངུ་ཟུག། སེམས་སྟག་སྟག་སེམས་ཟིལ་གྱི་ཟིལ་དུ་སྦྱང་མྱོང་ནི་རེད་ཟིག་མྱོང་ནི་རེད། འོ་ལེ་འབྲས་དྲ་སྲིན་པོའི་ནང་ནས་ཀུན་ངུ་འདི་མི་དགོས་ན་སྦྱང་དུ་སྦྱང། འོ་ལེ་དུ་སྦྱང་ཡོང་ནི་རེད། དུ་སྦྱང་ཡོང་སྟངས་ན་ད་ཆི་ཟིག་རེད་ཟིག་བཏང་ན། འོ་ལེ། ཡིན་ན་ཡང། རྒྱུགས་ཕྱོགས་ནས་ད་ཆི་རེད་རྒྱ་ཆེ་ཐམ་པ་ཤེས་རབ་སྒོ་ཞིག་གི་ནས་བཟུང་སྟེ།

དྭངས་སྐྱོབ་ཀྱི་དུས་ཚོད་འདི་དང་ཁྱད་པར་དུ་ལྟ་གི་འགལ། དུས་རབས་ཉེར་གཅིག་ཀ་ཁོ་ནས་དུས་རབས་ཉེར་གཅིག་པའི་ཤེས་བྱ་ཚགས་ཚགས་རེད་ཡར་རྒྱས་གོང་འཕེལ་དུ་འགྲོ་དགོས་གི། ངི་ཆོས་ཤེས་རིག་ནོར་རིག་ཧོབ་ལང་དྲ་བ་ཡོང་པའི་རིག་ནོ་ཐོག་སྟོང་ངོགས་ཀྱི་ཆུ་བྱང་ཅི་ནས་མ་ར་ཨོ་ལེ། དྲ་བ་ཁེར་གི་ཡོང་དྲ་བ་ནང་ན་ཡོག་གི་བརྙན་འཕྲིན་ནང་ནས་རིག་སོང་ངེ་ར་ཨོ་ལེ། མགོ་ལོག་གི་སློབ་གྲྭ་དེ་ནང་དྲ་བ་གི་ཚང་མ་མེད་ནི་གིས། ད་མུ་ཡིན་ངོ་ཟོ་ཟོ་མཁན་གྱི་ནང་མགོ་བ་གིས་མཚོ་ཐམས་ཅད་གི་བུས་ད་མེད་ནི་གིས། ཨོ་ད་དྲ་བ་དེ་ནང་ད་མེད་ནི་ཡེ་ལ་འཇོག།

འགོག་པ་རྒྱག་ན་ཆོས་ལུགས་ཀྱི་རང་གི་རྩ་བ་གི་སྟེང་ངོས་ནས་དེ་བཞག་ནས་ཅིག་བྱེད་ཀྱི་མ་གཏོགས་ད་དཀའ་མོ་ཡིན། དེ་བཞིན་དུ་དེང་རབས་ཀྱི་རིག་གནས་ཀྱང་ཁོ་ཆོས་ལུགས་ཀྱི་སྟེང་ཙམ་ལ་གཏན་ནས་ཤེས་ནི་མ་རེད། ད་དེང་རབས་ཀྱི་རིག་གནས་ཀྱང་ངོ་ནས་ཁིར་ཁི་ད་ཞིག་ལྷོང་ཞིག་དེ་བཞི་བཞག་གིས་ད་ནི་རང་གི་ལྟ་བ་དང་མི་སྒེར་གྱི་ཤེས་བྱ་དེ་བརྟེན་ནས་ད་ནི་ད་ཕར་བ་འགྲིག་ག་མི་འགྲིག་གི་ད་ཟེར་གྱི་རེད། ད་ལྟ་ཚོ་ཚིག་འགོད་ཀྱི་རིགས་འདང་ཟིག་བརྒྱབ་ན་ཨོ་ལེ། མི་གཅིག་གི་ཁེ་བའི་གནས་ཚུལ་ལ་བལྟས་ནས་བསྟན་པའི་ཕ་རོལ་བ་ཟིག་གི་རིགས་གནས་དང། ཆོས་ལུགས་ཡུལ་ཚོ་གོམས་གཤིས་ལ་སོགས་པ་མང་བ་ཟིག་ཐེར་འདོན་བྱེད་དགོས་དོན་ལ་ཤེས་ཀྱི་མ་རེད་ད་མ་ཡིན་མཁས་བ་ཟིག་གི་ད་བཤད་བྱེད་དགོས་ར་ད་དེང་རབས་ཀི་སྐད་ཡིག་བྲིས་ཡོང་ནི་མང་ང་ལྟ་བུ་ཅི་ཡང་མི་ཤེས་བ་ཅི་ཡང་མ་སྦྱང་ནི་ཟིག་ད་བྱས་ན་རེད། འདི་མི་གི་ཟིག་གི་ད་དགག་ལན་འཇོག་གི་ནི་རེད་དེ་གི་ད་འདིའི་རྒྱུ་མཚན་ཨ་ར་མ་གོ་ཟིག་འདི་མི་གི་མ་གོ་ཟིག་གི་ད་རང་དགག་ལན་འཇོག་གི་བསམ་གྱི།